དབྱིན་ཇི་སྐད་ལ་ཞུ་བ་ཡིན་ན་ཅི་མི་ནི་སྟྲ་ཟེར་གི་འདུག་ང་ཚོ་བོད་སྐད་ཐོག་ལ་དེ་ལ་འགྱུར་མི་འདྲ་མང་པོ་འདུག་ཁ་ཤས་ཀྱི་མངའ་སྡེ་བློན་ཆེན་ཁ་ཤས་ཀྱི་སྤྱི་ཁྱབ་བློན་ཆེན་རུ་ལ་གི་འདུག་ག་རེ་ཡིན་ན་མིན་ན་གང་ལྟར་ད་མངའ་སྡེ་གཅིག་གི་ནང་ནས་མཐོ་ཤོས་དེ་རེད་ཁོ་རང་ཇི་ལྟར་མངའ་སྡེ་ནང་ལ་མཐོ་ཤོས་དེ་ཡང་རྩིས་ཐང་གཅིག་གི་ཐོག་ནས་རྩིས་ན་གོ་བར་ནར་དེ་མཐོ་བ་རེད་ལ་ཡིན་ན་གོ་བར་ནར་ལ་དབང་ཆ་ཞེ་དྲག་ཡོད་མ་རེད་དབང་ཆ་དེ་ཁོ་ཅི་མི་ནི་སྟྲ་བྱེད་གི་ར། ཨོ་དེ་འདྲ་ཡིན་དུས་ད་གང་ལྟར་ཨ་སམ་མངའ་སྡེའི་ནང་ལ་ཆེ་ཤོས་དེ་རེད་ད་ཨ་སམ་མངའ་སྡེ་ཟེར་དུས་རྒྱ་གར་བྱང་ཤར་ཁུལ་ལ་ཡང་ནས་ཡང་ཆགས་དུས་ཡོད་རེད་འོན་འདི་ད་ཀོང་མོ་སེར་སོ་ངས་ཁ་སང་དུ་བྱས་ཁོ་རང་གཉིས་མཇལ་འཕྲད་བྱས་ཨ་ནི་ད་ལྟ་པར་དེ་ཨ་སམ་མངའ་སྡེའི་ཁོ་རང་གི་ངོ་དེབ་ནང་མ་ལེན་བྱས་པ་ཅི་རེད་མ་གཏོགས་ཡང་ཀོང་མོ་སེར་སོར་གྱིས་པར་དེ་བཀྲམ་བཞག་པ་དེ་འདྲ་ཁེ་མ་རེད་དེ་གཅིག་དང་ཨ་ནི་ཨ་སམ་མངའ་སྡེའི་བློན་ཆེན་ཁོ་རང་གི་ངོ་དེབ་ག་ལ་ག་རེ་བྲིས་བཞག་སླ་བ་ཡིན་ན། ནས་སྐུ་ངོ་སྲིད་གསོལ་བློ་བཟང་སངས་རྒྱས་མཆོག་ནི་རྒྱ་བོད་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཟུར་པ་དང། ཁོ་རང་ནམ་རྒྱུན་རྒྱ་གར་ལ་ཡིད་སྨོན་ཆེན་པོ་བྱེད་མཁན་ཞེ་ད་གང་ད་ཝེལ་བྷི་ཤེར་ད་བྷ་རད་ཁྲི་ད་ད་བྷ་རད་ཟེར་ན་ཁོ་རང་ཚོ་རྒྱ་གར་ལ་འོང་རེ་བྱེད་མཁན་ཞིག་རེད་དེ་ཙམ་མ་ཡིན་པར་འཛམ་གླིང་ཞི་བདེའི་ཐོག་ལ་ཡང་འབད་བརྩོན་ཆེན་པོ་འཐབ་རྩོད་བྱེད་མཁན་ཞིག་རེད། དེ་ཙམ་མ་ཡིན་པར་སྐུ་ངོ་སྲིད་གསོལ་མཆོག་གིས་བོད་དོན་ལ་ཞབས་ཕྱི་ཞུས་བཞག་པ་འདིས་ཁོང་ངོ་ནས་ཀྱི་བསྔགས་བརྗོད་བྱ་འོས་པ་ཞིག་རེད། འདུ་བྱེད་ད་ཨིན་ཅི་ན་ལ་བྲིས་ཤ་ཤ་འདི་སྙེད་བོད་ཡིག་གང་ལ་བཙུགས་བསྒྱུར་བྱེད་ད་གང་ལྟར་མང་པོ་ཅིག་ཡང་གོ་ཡའི་ཆེད་དུ་བྲིས་ཤ་ཡོད་ད་ང་བོད་ཡིག་ཡག་པོ་དེ་འདྲ་ཁྱེད་ཡོད་མ་རེད་པ་འོ་དེ་དོན་དག་གང་ཅིག་ཚང་དེ་ཡོད་ད་དག་ཅག་ད་ཅིག་ཁྲལ་ད་མང་པོ་ཞིག་ནོར་ཡོད་ཡོད་དེ་དགོངས་སེལ་རང་ཞུ་གི་ཡོད་ཞུས་ཅིག་ད་ལྟ་དེ་ནས་མི་དེ་གཉིས་རྣམ་པ་ཚོས་ངོ་སྤྲོད་བྱེད་པ་ཡིན་ན་མི་དེ་ཁོ་རང་མིང་ལ་ཧེ་མཱན་ད་བིས་བྷ་ཤར་མཱ་ལགས་རེད་བཙལ་བས་ཁོ་རང་རྙེད་མ་ཡིན་ན་ཀོང་རེས་ཀྱི་ཆབ་སྲིད་ཚོགས་པ་ནང་ཡིན་པ་དང་རྗེས་མ། ཁོ་རང་དང་ཀོང་རེས་ཀྱིས་ར་ཧུལ་གྷན་དྷིའི་བར་ལ་མི་མཐུན་པ་རྟོགས་བྱུང་བར་ད་གང་ལྟར་བཤད་སྲོལ་བྱས་པ་ཡིན་ན་ཧོན་དུ་བྱུང་བ་དང། ཨ་དེ་ནས་བི་ཇི་པི་གིས་ད་བི་ཇི་པི་ཁོ་རང་ཚོའི་ནང་ལ་བི་ཇི་པི་ཆ་མཚོན་པ་ཡིན་ན་ཨ་སམ་མངའ་སྡེའི་ནང་ལ་ལ་བི་ཇི་པི་ལ་ཡང་མི་ཡག་པོ་ཞིག་དགོས་གོ་ད་གང་ལྟར་མི་ཁྱབ་ཆེན་པོ་འགྲོ་ཕྱི་མང་ཚོགས་ནང་ལ་ཡ་འོས་ཤོག་འོས་ལ་ལྐུགས་ཐུབ་མཁན་ཞིག་དགོས་དུས་ཡོད་ན་ཁོ་ཀོང་རེས་ནས་འཕྲོས་པ་དང་ནི་བི་ཇི་པི་གིས་གོ་སྐབས་ལེན་ཅིང་ཁོ་བི་ཇི་པི་ནང་ལ་ཚུར་བསྐྱལ་དང། ཨ་ནི་རྗེས་མ་བི་ཇི་པི་གི་འོས་ཤོག་ཐོབ་རྗེས་ནི་བི་ཇི་པི་གིས་ཁོ་རང་ད་དུང་ཨ་སམ་མངའ་སྡེའི་བློན་ཆེན་ལ་འདུག་སྲིད་བསྐོ་བཞག་བ་རེད་ཅེས་ཞུ་ཡས་ཡིན། ཨ་ནམ་རྒྱུན་རྒྱ་གར་ནང་ལ་ད་ཁོ་རང་ཧིན་དུ་གི་ལྟ་བ་མཁྲེགས་འཛིན་གྱི་ལ་ངོ་འཛིན་བྱེད་དེ་ཡོད་རེད་ནི་ཁོ་རང་ནམ་རྒྱུན་སྐད་ཆ་བཤད་དུས་སྐད་ཆ་ག་རེ་གབ་འདུག་ད། ཨ་ཧིན་དུ་ཞེན་ཁོག་ཆེན་པོ་ཡོད་བསྡད་པ་ད་ཨ་ནི་ཅིག་གི་ད་ག་འདྲ་ཁོ་ཁ་ཅིག་གི་ཐོག་ལ་ཡ་མཚམས་མཚམས། ཏོས་ཀྱི་ལྟ་བ་ཁྲག་པོ་ལྟ་བ་ཁྲག་པོ་ཟེར་ན་ཏོས་འདི་ཡོད་རེད་ཞེན་ཆགས་འདྲ་བོ་བྱེད། དེ་འབྲེལ་གྱི་ད་བར་བེ་ཅི་ཕི་ཡི་ཐོག་ནས་བསམ་བློ་བཏང་པ་ཡིན་ན་མ་འོངས་པ་ལ་ད་རེ་བ་ཆེན་པོ་ཡོད་ཟེར་བར་མི་དེ་ཚོ་བེ་ཅི་ཕི་ཡི་གསོ་སྐྱོང་འདྲ་བ་བྱས་བྱས་ད་མོ་དི་ད་ད་ལོ་ཆེན་པོ་རེ་བ་ད་ད་དུང་མོ་དི་དེ་མ་གཅིག་ད་ད་བ་སྲིད་བློན་བྱེད་ཀྱི་རེད་ཐོབ་ཀྱི་རེད་བེད་སྤྱོད་ཐོབ་ཀྱི་རེད་བསམ་གྱི་འདུག་རོ་དེ་ཡི་རྗེས་མ་ད་མོ་དི་ལོ་ཆགས་ཡོད་རེད་དེ་ཡི་རྗེས་མ་ད་རྒྱ་གར་བེ་ཅི་ཕི་ཡི་རེ་བ་ཆེ་ཤོས་འདྲ་བོ་ད་རྒྱ་གར་ཧིན་རྡུ་ཚོ་གི་རེ་བ་ཆེན་པོ་བྱེད་ས་གཅིག་དེ།

དེ་འདྲའི་ཐོག་ལ་བཅར་འདྲི་ཞུས་པའི་ལེ་ཚན་འདི་ནས་ཁ་ཆེའི་བརྗོད་བྱ་དེ་ཚོ་ག་ལེ་ག་ལེ་ཐོན་ཡོང་གི་རེད་ཟེར་གྱི་འདུག་ཨ་ནི་བཙལ་བའི་སྐུ་ངོ་སི་སོའི་ཁོ་རང་ལ་ད། དེ་ཚོ་བརྙན་ཐུང་དེ་འདྲ་ཡོད་ས་རེད་ན་སྐུ་ངོ་སི་སོ་གིས་ད་བརྙན་ཐུང་དེ་སྤྱི་ཚོགས་ལ་བཀྲ་མི་གོ་བའི་ཚུལ་བསྟན་འགྲོ་བཞིན་གནང་གི་འདུག་ལ་ད་ང་ལ་ད་ཁེ་བྱུང་མ་ཟད་ནས་ངས་ངོ་བཞིན་པ་དེ་ནི་ཁ་ཆེའི་ཁོ་ཚོ་སྐུ་ངོ་སི་སོར་འབྲེལ་བ་ཆེན་པོ་ཡོད་མཁན་དེ་འདྲ་ཡིས་སྐུ་ངོ་སི་སོ་ལ་འབྲེལ་བ་བྱེད་པར་ད་བི་ཀྲོ་དེ་འདྲ་ནས་བཏང་ཞོག་ཟེར་ལ་སྐུ་ངོ་སི་སོ་གིས་ད་དེ་ཚོ་མ་བྱེད་ན་ཡག་པོ་ཡོད་རེད་འོ་དེ་འདྲ་བྱེད་ཀྱི་འདུག་ས་ད་ཡིན་ནས་དེ་ཚོ་སྐུ་ངོ་སི་སོར་ཐུགས་ཁག་ཡོད་མ་རེད་བ་སྐུ་ངོ་སི་སོ་ལ་ད་ཅིག། སྤྱི་ཚོགས་ནང་ང་ཚོ་སྤྱི་ཚོགས་ནང་ལ་ཅིག་སྒང་ལ་བསྡད་མཁན་དང་མང་པོ་ཅིག་གིས་སྐུ་ངོ་ཟེར་ཚུལ་ལ་ཟུར་ཟ་འདྲ་བོ་དང་སྡང་པོ་ཞེ་བོ་ཅིག་བྱེད་དེ་གི་ད་ངོ་ནི་ཅི་འདྲ་བྱེད་དགོས་ཀྱི་ཡོད་མ་རེད། སྐུ་ངོ་ཟེར་ཚུལ་ག་བ་ཕེར་བ་ཡིན་ན་བཀའ་མོལ་གནང་ཡས་དེ་བོད་དོན་ཐོག་ལ་བཀའ་མོལ་གནང་ཡས་དང་རྒྱ་བོ་རིན་པོ་ཐུགས་རྗེ་བཀའ་དྲིན་བཀའ་མོལ་གནང་ཡས་དེ་མ་གཏོགས་ཁོ་རང་སྒེར་ལ་ས་ཆ་བགོ་བ་དང་དེ་འདྲ་འདྲ་བྱེད་གསུང་གི་མ་རེད་བ། ད་ཡིན་ནའི་དེ་འདྲས་འགྲུབ་རེད་སྤྱི་ཚོགས་ཀྱི་ང་ཚོ་སྤྱི་ཚོགས་ཀྱི་གནད་དོན་དེ་འདྲས་ཡིན་དུས། གསུང་ཚུལ་དེ་འདྲ་སྤྱི་ཚོགས་ནང་པར་ཁ་ཕེར་ན་དེ་རིང་མོན་རྟ་དབང་ཁུལ་ལ་ཡི་བརྙན་ཐུང་དེ་འདྲས་འདུག་བ་རྣམ་པ་འདི་ཚང་མ་གང་ཟག་སྒེར་གྱི་བརྙན་ཐུང་ལེན་བྱེད